འཛིན་གྲྭ་བཞི་པའི་སློབ་ཕྲུག་ཚོ་ཁམས་བཟང་དེ་རྣམ་པ་ཚོ་ལ་ངས་སློབ་ཚན་དགུ་པ་དེ་ངོ་སྤྲོད་ཞུས་ཡིན། སློབ་ཚན་དགུ་པ་དེ་ཚན་དེ་ལ་ཡང་རི་བོང་ཅལ་འདྲོགས་ཟེར། ད་རི་བོང་ཟེར་དུས་བསམ་པ་ལ་ཡང་དབྱིན་སྐད་ཐོག་ནས་ཞུས་པ་ཡིན་ན Rabbit ཟེར་གི་རེད་བ། དེ་རེད། ཅལ་ལ་ན་སྐབས་དེ་ལ་ཡང་ཤིང་སྡོང་གི་ཡལ་ག་ཅིག་ཆུ་ནང་ལ་ཡང་མ་འདུག་ཟག་ནས་དེ་ཡི་སྒྲ་དེ་ལ་ཡང་ཅལ་ཟེར་གི་རེད། དེ་འདུག་སྐབས་དེ་ལ་ཡང། སྤྱན་ལ་ཡི་དྭགས་ནི་དགྲ་གཅིག་ལ་འཁོར་བ་རེ་གྲོགས་སུ་དུས་གསུམ་པ་ལ་དཔེ་སྣང་ཚུལ་གཅིག་གོ། སྐྱེས་བུ་ཆེ་ན་ཉེས་དེ་གཡོས་ན་ཧོབ་ཏུ་མི་བྱེད་ལས་བྱེད་ང་ཚོ་ལ་གཉིད་དཀྲོགས་པ་ཡིན་ན་ང་ཚོ་འགྲོགས་འགྲིག་འདུག་བ་ཁྱད་ཞུགས་ཆུང་པོ་བརྒྱབ་ནས་དབའས་ལ་དུས་གསུམ་པ་ལ་ང་ཚོ་དབའས་ཞེས་སྐད་རྒྱག་པ་ཡིན་ན་ང་ཚོ་འགྲོགས་འགྲིག་འདུག་བ་དེ་ལ་གྲོགས་ཤིག་རེད་སྐབས་དེ་ལ་ད་རིང་གི་ཏང་ཙུའུ་གིས་སློབ་ཚན་དེ་ནང་ལ་ཨེ་ནི་རི་བོང་དེ་ཨེ་ནི་ཤིང་སྡོང་གི་ཡ་གཅིག་མ་ཆུ་ནང་ལ་ཟ་དུས་བསམ་པ་ལ་ཨེ་ནི་དེ་ཡི་ཨེ་ནི་སྒྲ་དེ་ལས་བལྟས་ནས་ཨེ་ནི་ཁོ་རང་འདྲོགས་པ་རེད། དོན་དུ་དེ་སྒྲ་དེ་ཁོ་རང་དཀྲོག་བཞག་པ་རེད། ལ་ཟེར། དེ་ཞུ་གོ་ངའི་སློབ་ཚན་དེ་མ་ཕྱི་ལོགས་ཕྱི་ནང་མ་ཚུར་ལ་ཡ་ཚིག་རེ་ཤོད་ཧིན། མཚོ་དང་མཚེའུ་མང་པོ་ཡོད་པའི་ཤིང་ནགས་ཤིག་ཏུ་རི་དྭགས་དང་གཅན་གཟན། བྱ་བྱིའུ་སོགས་སྲོག་ཆགས་མང་པོ་མཉམ་དུ་གནས་སྡོད་བྱེད་ཀྱི་ཡོད། ཚོད་ཟེར་དུས་བསམ་པ་ལ་ཡ། ཨིན་ཁའི་ཐོག་ནས་བཞུད་པ་ཡིན་ན་ལེགས་ཟེར་གྱི་འདུག་བ་དེའི་ཚོགས་དང། ཞེས་ཡ་ནི། མཚེའུ་ལ་དུས་བསམ་པ་ཚོད་ཆུང་ཆུང་ལ་ཡ། ཨ་ནི། མཚེའུ་ཟེར་བ་རེད་ཚོད་ཆུང་ཆུང། བྱས་ཙང་མཚོ་དང་མཚེའུ་མང་པོ་ཡོད་ས་ཀྱི་ཤིང་ནགས་ཤིག་འདུག་ཤིང་ནགས་ཤིག་གི་ནང་ལ་ཡང་རི་དྭགས་དང་རི་དྭགས་ཟེར་དུས་བསམ་པར་སྟངས་བཙོག་རྩྭ་ཟེར་ནས་འདུག་འཚོ་བ་སྐྱེལ་མཁན་གྱི་སེམས་ཅན་བྱུ་རུ་བ་དེ་གའི་དེ་ལ་རི་དྭགས་ཟེར་གི་རེད། གཅན་གཟན་ཟེར་དུས་བསམ་པ་ལ་ནི་གཅན་གཟན་ཟེར་དུས་བསམ་པ་ལ་ནི་འདུག་ཤ་དང་ཁྲག་ལ་ལོངས་སྤྱོད་མཁན་དཔེར་ན་སེམས་ཅན་གཞན་པ་བསད་ནས་ད་ཤ་ཟ་ནས་འདུག་ད་འཚོ་བ་སྐྱེལ་མཁན། དེ་འདྲས་ཀྱི་སེམས་ཅན་རུ་བ་དེ་གའི་དེ་ལ་སྤྱན་སེན་གཟིགས་རས། བྱ་དང་བྱིའུས་དེ་ཨ་ན་བཞིན་བྱ་ད་ཨན་བྱིའུ་སོགས་སྲོག་ཆགས་མང་པོ་སྲོག་ཆགས་མང་པོ་སི་དུས་མ་ལ་སོགས་ཡོད་པས་ད་སེམས་ཅན་མང་པོ་ཅི་འདུག་ད་གནས་སྡོད་བྱེད་ཀྱི་ཡོད་སྙམ་དུ་འདུག་བདེ་བོ་རེད། ཉིན་ཞིག་རི་བོང་ཞིག་གིས་ཤིང་སྡོང་གི་འོག་ཏུ་ཆུ་འཐུང་སྐབས

ཅལ་ཞེས་པའི་སྒྲ་ཞིག་ཐོས་པས་ཁོ་རང་གི་ཨམ་ཆུ་ལ་ཡ་ཨན་ཅལ་ལ་ཡ་གི་སྒྲ་ཞིག་འདུག་ཨམ་ཆུ་ལ་ཐོས་པས་ཐོས་ལ་ནི་ཨམ་ཆུ་ལ་འདུག་སྟེ་གོ་བས་རེས་རེ་འོང་སྟེ་ཧ་ཅང་སྐྲག་སྟེ་ངང་ཚབས་ཆེན་པོའི་ངང་བྲོས་ཏེ་འདུག་སེམས་པ་རེ་འོང་སྟེ་བས་ཏེ་ཧ་ཅང་སྐྲག་སྟེ་ཞུ་བོ་ཞེས་སྐྲག་བྱས་ནས་ཁོ་རང་དངངས་འཚབ་བསིལ་དངངས་འཚབ་ལ་དུས་གསུམ་ལ་རྔམ་སྒྲ་བསིལ་བ་དེ་དུས་གསུམ་ལ་དངངས་སྒྲ་ཆེན་པོའི་ངང་ནས་ནི་ཁོ་རང་དེད་ནས་བུད་ཕྱིན་པ་རེད། དེ་ནི་བྲོས་ཕྱིན་པ་རེད། བྲོ་བཞིན་པའི་ལམ་བར་དུ་བ་མོ་ཞིག་གིས་རི་བོང་ལ་བྲོ་དགོས་པའི་རྒྱུ་མཚན་དྲིས་པར། ད་དུ་ཟ། ཅལ་ཞེས་པའི་སྒྲ་དེ་ཁོ་རང་ཨམ་ཅོག་ལ་ཐོས་མ་ཐག་ཁོ་རང་བད་དེ་ཞི་ནང་གི་དུས་སུ་བྲོས་ཕྱིན་པར་བ། དེ་འདུལ་བསམ་པ་ལ་གྲོལ་བཞིན་པའི་ལམ་བར་དུ། གྲོལ་བཞིན་པ་ལ་འདུལ་བསམ་པ་ཁོ་རང་གྲོལ་བདེ་བའི་སྐབས་སུ། ལམ་བར་དུ། ལམ་བར་དུ་འདུལ་བསམ་པ་གྲོལ་བདེ་བའི་ལམ་ཀ། ཀྱི་མ་ཞིག་ལ་ཡང་ཁོ་རང་ལ་སུ་ཐུག་པ་རེད་ལ་ན་བ་མོ་ཞིག་ཐུག་པ་རེད། བ་མོ་དེ་གའི་རི་བོང་ལ་གྲོལ་དགོས་པའི་རྒྱུ་མཚན་དྲིས་པར། བ་མོ་དེ་ག་འོག་ཏུ་ཁྱེད་རང་འདུག་ག་ཕྱིར་འཁྲུག་ཡོད་བས་ཅི་ཅི་གྲོལ་དགོས་ཡ་གི་རྒྱུ་མཚན། རེ་ཟན་གང་ཡིན་པ་དེ་སྐད་ཅེས་དྲིས་པ་རེད། རི་བོང་གིས། གྲོལ་གྲོལ་ཅེས་ཡོང་གི་འདུག་ཅེས་བཤད་པར། རི་བོང་གིས་ག་ལ་ལབ་པ་ལབ་ན། ཨོ་ད་གྲོལ་གྲོལ་ཟེར་བ། རི་བོང་གིས་བ་མོ་ལ་ཡང་ཨ་གྲོལ་གྲོལ་ད་ལྟ་ད་ཅེས་ཡོང་གི་འདུག་ཟེར་ཅེས་དེ་ཡོང་གི་འདུག་ཅེས་བཤད་པར། འོང་འདུག་ལབ་ནས། བ་མོ་དེ་ཡང་ངང་སྐྲག་གིས་མཉམ་དུ་གྲོལ། དེ་འདྲའི་སྟག་ཨ་རི་བོང་འདི་ཡི་དྲོད་ཁྲལ་ཐག་བཅད་ཡོང་གི་འདུག་ལ་དུས་བསམ་པ་ལ་བ་མོ་དེ་ཡང་དངོས་གནས་ཀྱི་སྟག་ག་དེ་ཞིག་རྒྱབ་ལོག་ལ་ཡོང་གི་ཡོད་ན་ཅིག་ཤི་ན་ཚ་བོ་ཞིག་རྒྱབ་ལོག་ལ་ཡོང་གི་ཡོད་ཀྱི་རེད་འདུག་སྟག་རི་བོང་ལ་དེ་ཤ་བཏང་ནས་ཡོང་གི་ཡོད་ས་རེད་བསམ་བྱས་ནས་ཁོ་རང་ཡང་ནི་རྔམ་སྐྲག་གིས་བྱས་བྱས་ནས་མཉམ་དུ་བྲོས་པ་རེད་དོན་དུ་རི་བོང་མཉམ་དུ། དུ་སྟེ་གྲོས་བྱེད་མི་རེད། ཡང་ལམ་བར་དུ་སྤྱང་ཀི་ཞིག་གིས་ཁྱེད་གཉིས་ཅི་ལ་བྲོས་བཞིན་ཡོད་ཅེས་དྲིས་པས། གཅེས་འདུག་གཅེས་འདུག་བྲོས་བྲོས་ཞེས་སྨྲས་པས་སྤྱང་ཀི་ཡང་མཉམ་དུ་བྲོས། ཡང་ལམ་བར་དུ་སྟག་ཁོ་རང་ཉིད་དུ་བྲོས་བསྡད་པའི་སྐབས་སུ་ནི་ལམ་ཁ་ཁྱི་མང་ཞིག་ལ་ཡང་སྤྱང་ཀི་ཞིག་ཐུག་པ་རེད་རི་བོང་དང་བ་མོ་གཉིས་ལ་སྤྱང་ཀི་ཞིག་ཐུག་རེད་སྤྱང་ཀི་ལ་ནི་དང་བཟའ་ཧང་ཚོ་ཨིན་སྐད་ནས Wolf ཟེར་བ་སྤྱང་ཀི་ཞིག་གིས་ཁྱེད་གཉིས་ཅི་ལ་བྲོ་བཞིན་ཡོད་ཁྱེད་རང་གཉིས་ག་བྱེད་ནས་འདུག་ཟླ་བྲོས་འདུག་གི་ཡོད། ཅེས་དྲིས་པ། དེ་འདྲས་དྲིས་པ་རེད། བཅད་འདུག་བཅད་འདུག་དེ་འདུག་ཟེར་མ་ལ་ཁོ་ཚོ་གཉིས་ག་འདྲས་ལབ་པ་རེད་ན། བཅད་འདུག་བཅད་འདུག་བྲོས་བྲོས་དེ་འདུག་ཟེར་མ་བཅད་འདུག་བཅད་འདུག་ཨ་ནི་དེ་ཁྱེད་རང་གཉིས་བྲོས་བྲོས་བྱེད་བྱེད་ཨ་ནི་སྨྲས་པས། སྨྲས་པས་ལབ་ནས་ལབ་པ་རེད། དེ་འདྲས་ལབ་འདུག་ཟེར་མ་ལ། སྤྱང་ཀི་ཡང་མཉམ་དུ་བྲོས་སྤྱང་ཀི་ཡང་འདུག་ཟླ། ཨོ་ད་ཅི་འདུག་ད་གྲོས་གྲོས་ལ་འདི་བསམ་ལ་ཅི་ལ་ཡིན་ད་ཡང་ག་རེ་འདྲ་ཞིག་ཡིན་ན་ཞེ་སྣང་ཚ་བོ་ཅིག་སེམས་ཅན་ཞེ་སྣང་ཚ་བོ་ཞེ་མིན་ག་རེ་ཞིག་ཡིན་གི་རེད་གང་ལྟ་ཞེ་སྣང་ཚ་བོ་བྱུང་གི་རེད་བསམ་ཆེད་སྤྱང་ཀི་ཡང་མཉམ་དུ་ཁོ་རང་གཉིས་མཉམ་དུ་གྲོས་པ་རེད་དོན་དུ་བ་མོ་དང་རི་བོང་མཉམ་དུ་སྤྱང་ཀི་ཡང་དུས་སུ་གྲོས་བྱེད་ཡིན་པ་རེད་དེ་བཞིན་དུ་སྤྲེའུ་དང་ཕ་གོས་ཐོམ་བྲེ་མོ་མ་ཧེ་ཤྭ་བ་གླང་ཆེན་གུང་གཟིག། སྟག་སོགས་ལ། བཅས་འདུག་གྲོས་འཐུས་ཟེར་ནས་ཚང་མས་སྐད་རྒྱག་བཞིན་མཉམ་དུ་གྲོས་སོ། ད་ནང་བཞིན་ད་དང་པོ་དེ་རི་བོང་ཅེས་ཡོང་གི་འདུག་ཞེས་ཞེས་གྲོས་བར་བ་གཉིས་པ་དེ་ལ་སྤྱང་ཀི་ཐུག་རེད་སྤྱང་ཀི་ལ་ཅེས་ཡོང་གི་འདུག་ལ་དུས་སམ་བར་སྤྱང་ཀི་ཡང་མཉམ་དུ་གྲོས་ཞུགས་གོ་སྤྱང་ཀི་དང་རི་བོང་གཉིས་ཀ་གིས་ད། ད། ཁོ་ཚོས་སྤྱང་ཀི་དང་བ་མོ་གཉིས་ཀ་གིས་སྤྱང་ཀི་ལ་ད་ཨོ་ཅེས་ཡོང་གི་འདུག་ལ་དུས་སམ་བ་ཁོ་ནང་ཚོ་གསུམ་ག་འདུག་མཉམ་དུ་གྲོས་བར་བ། ད་ནང་བཞིན་ཁོ་ཚོ་མཉམ་དུ་སྤྲེའུ་དང། སྤྲེའུ་ཁྲོད་རེ་ནི་ཕག་རྒོད་ཕག་རྒོད་ལ་དུས་གསུམ་པ་ལ་ནི། དུས་ལྟ་ཞིག་ན་ནང་གི་ཕག་པ་དེ་ནི་དགུ་དག་དེའི་སུག་རའི་ཕག་པ་དང། དོམ་དང་དྲེད་མོང་དྲེད་མོང་སི་དུས་གསུམ་པ་ལ་ནི་དོམ་ནང་བཞིན་ཞིག་ཡོད་རེད་དོམ་དང་དགྲ་བོ་ཡོད་པ་དེ་འདྲས་ཅིག་དྲེད་མོང་དང་ད་ནང་བཞིན་མ་ཧེ་ཤ་བ་གླང་ཆེན་ད་ནང་བཞིན་ཁོ་ནང་ཚོ་ཁུང་གཟིག་སྟག་སོགས། སོགས་ལ་གཅེས་འདུག་ཚང་མ་ལོག་ལྟ་གཅིག་གིས་གཅིག་ལ་གཅེས་ཡོང་གི་འདུག་ཅེས་བྱེད་ད་དོན་དུ། སྤྲེའུ། དང་པོ་ད་དུས་ད་སྤྱང་ཀི་སྤྱང་ཀི་ལ་ཡང་འདྲེས་ད་བ་མོ་ད་སྤྲེའུ་བ་མོ་ད་འདི་གི་ཁ་ཟ་རི་བོང་གཉིས་ཀྱི་འདུག་གཅེས་ཡོང་གི་འདུག་ཅེས་བྱེད་ལབ་བར་བ་ཁོ་ཚོ་གིས་སྤྲེའུ་ལ་ལབ་སྤྲེའུ་གིས་ཕ་རྒོད་དེ་ག་ནང་ཤི་ལམ་ག་ལ་ཐུག་གིན་ཚང་མ་ལོག་གཅིག་གིས་གཅིག་ལ་མ་ཧེ་གི་ཤ་བ་གླང་ཆེན་སོགས་འདུག་ཅེས་བྱེད་ཚང་མ་ནི། དུ། ཞེས་ཚང་མ་བྲོས་བྲོས་ལ། ཚང་མས་སྐད་རྒྱག་བཞིན་མཉམ་དུ་བྲོས་པ་རེད། ཚང་མ་སྐད་རྒྱག་གི་གི་ཚང་མ་དུ་ཟླ། འོ། དུ་གང་དང་བཅས་འདུག་ལ་ནི་ད་ཚང་མ་བྲོས་པ་རེད། གཅན་སེང་དང་རི་དྭགས་ཚང་མ་འཚང་ཁ་ཤིག་ཤིག་གིས་བྲོས་བཞིན་པ་སེང་གེ་གིས་མཐོང་ནས། ཁྱེད་ཅག་བྲོས་དགོས་པའི་རྒྱུ་མཚན་ཅི་རེད་ཅེས་དྲིས་པར། ཚང་མས་མགྲིན་གཅིག་ཏུ་བཅད་འདུག་བཅད་འདུག་ཅེས་སྨྲས་པ་རེད།

སེང་གེ་སི་ཏུའི་སེམས་པ་ལ་ལོག་ཡིན་ཟེར་བ་དོན་དུ་སེང་གེ་གིས་མཐོང་ནས་ནི་སེང་གེ་གིས་ཁོ་ཚོ་ལ་སྐད་ཆ་དྲིས་པ་རེད། ཁྱེད་ཅག་གྲོལ་དགོས་པའི་རྒྱུ་མཚན་ཅི་རེད། ཁྱེད་ཅག་ལ་ནི་ཁྱེད་རང་ཚོ། ཁྱེད་རང་ཚོ་གྲོལ་དགོས་ཡ་གི་རྒྱུ་མཚན་ཅི་རེད་ག་རེ་རེད་བས་ཞེས་ཅེས་དྲིས་པ་རེད། ཚང་མས་མགྲིན་གཅིག་ཏུ་ཚང་མས་ད་ལྟ་བསྡད། སེམས་ཅན་ཚང་མ་གི་གཅན་གཟན་དང་རི་དྭགས་ཚང་མ་གི་མགྲིན་གཅིག་ཏུ་ལ་ན་ཚང་མ་སྐད་མཉམ་དུ་རྒྱག་ནས་ཚང་མ་གི་ཁ་ལེགས་འདུག་ལ་ན་གཅེས་འདུག་གཅེས་འདུག་ཅེས་སྨྲས་པ་རེད་ཚང་མ་གི་གཅེས་འདུག་གཅེས་འདུག་ཞེས་བྱས་འདུག་སྨྲས་པ་རེད་འདུག་སེམས་པ་ལ་ཡང་ལབ་རེད་སེང་གེ་གིས། ད་སེང་གེ་གི་སྟངས་ལ་ལྕགས་ཟེར་བ་དེ་སུས་རེད་གང་དུ་འདུག་ཅེས་དྲིས་པས་སེང་གེ་གི་སྟངས་ལ་ཡང་སྟགས་ཟེར་དུས་སེང་གེ་ལ་ན་ད Lion རེད་བ་སྟགས་ཟེར་དུས་སེམས་པ་ལ་ནི Tiger ཞེས་རེད་དེ་འདྲའི་སེམས་པ་སེང་གེ་གི་སྟངས་ལ་ཡང་སྐད་ཅེས་དྲིས་པས་རེད་ཅེལ་ཟེར་བ་དེ་སུས་རེད་ཅེ་ལ་དེ་སུས་རེད་གང་དུ་འདུག་གང་དུ་འདུག་ལ་ན་ག་བ་འདུག་ཅེས་ཅེ་དུས་ད་སྐད་ཅེས་དྲིས་པས་རེད། སྟག་གི་གཟིག་ལ་བྲི་གཟིག་གི་གུང་ལ་བྲི་གུང་གི་གླང་ཆེན་སོགས་གཅིག་གིས་གཅིག་ལ་རིམ་བཞིན་དུ་བྲིས་པའི་མཐར་རི་བོང་གི་སྒྲ་ཞིག་གོ་བ་ལས་དངོས་སུ་མཐོང་མ་བྱུང་ཞེས་སྨྲས། དེ་དུས་བསམ་པ། ད་དེ་འདྲའི་སེང་གེ་ཀྱི་སྟག་ལ་བྲིས་དུས་སེམས་པ་ལ་སྟག་གི་གཟིག་ལ་ཡ། གཟིག་ལ་ནི་ལེགས་པར་བྲི་བ། འདུག་ཟིག་ལ་སྐད་ཆ་དྲིས་པ་རེད། འདུག་ད་ཁྱོད་ལ་ཡ་དེ་སུས་རེད་ཨན་ག་བ་འདུག་ཞེས་སྐད་ཆ་དྲིས་པ་རེད། ཨན། ཏག་ཏག་ཏག་གིས་ཟིག་ལ་དྲིས་དུས་ཟིག་གིས་ཧ་མ་གོ་ར་བ་ཨན་ཟིག་གིས་གོང་ལ་སྐད་ཆ་དྲིས་རེད། ཨན་གོང་གིས་ཨན། ད་ཁྱོད་ཟེར་བ་དེ་སུ་ཡིན་མིན་ཧ་མ་གོ་དུས་བསམ་པ་ལ་གོང་གིས་ཨན་གླང་ཆེན་ལ་ཡ་སྐད་ཆ་དྲིས་པ་རེད། གང་ད་འདུག་ཞེས་ཞེས་གཅིག་གིས་གཅིག་ལ་དྲིས་དུས་བསམ་པ་ལ་འདུག་ཞེས་ཞེས་རིམ་བཞིན་དུ་ཚང་མས་ད་གཅིག་གིས་གཅིག་ལ་ཨོ་ད་གིན། ད་ཁྱོད་ལ་ཡ་དེ་ག་རེ་རེད་ག་བ་ཡོད་རེད་ཞེས་ཞེས་འདུག་ཅིག་གིས་གཅིག་ལ་ཕ། ཁོ་རང་ཚོ་རྡུལ་ས་སྐད་ཅིག་དྲི་རྡུལ་བསམ་པ་ལ་ཡང་མཐར་རི་བོང་གི་མཐའ་མ་འདིར་ད་ཁོ་ཚོས་གི་ལག་བར་བ་ཅིག་ཅིག་ཁོ་ཡི་ང་ལ་ལ་སོང་ཁོ་ཡི་ང་ལ་ལ་སོང་ལས་དུས་ས་མ་མཐའ་མ་རི་བོང་ལ་ཐུག་དུས་བསམ་པ་ལ་ཨེ་རི་བོང་གིས་ག་ལ་བ་རེད་ལ་ན། སྒྲ་ཞིག་གོ་བ་ལས་ངའི་ཨ་མཆོག་ལགས་ཅེས་ལ་ཡ་གི་ད་རྡུལ་སྒྲ་ཞིག Sound ཅིག་འདུག་ངས་གོ་སོང། དེ་འདྲས་གོ་ཡ་མ་གཏོགས་ངས་དངོས་སུ་མཐོང་མ་བྱུང་ངས་རྡུལ་ས། དངོས་གནས་ཀྱི་ངའི་དུས་ཐོག་མ་སོང་ཞེས་བྱས་ལབ་པ་རེད། རི་བོང་གིས་སེང་གེ་འགའི་སེམས་ཅན་ཚང་མ་ཁྲིད་ནས་མཚེའུ་ཁར་བརྟག་དཔྱད་བྱེད་དུ་ཕྱིན་པ་ན། དེ་གའི་ཆུ་ནང་དུ་ཤིང་གི་ཡལ་ག་ཞིག་ཆུ་ཁར་ཡེངས་བཞིན་པ་ལས་གཞན་གང་ཡང་མཐོང་རྒྱུ་མེད། དེ་བས་འདུན་བསམ་པ་སེང་གེ་འགས་ད་སེམས་ཅན་ཚང་མ

ལ་ཟེར་བསྟན་དུས་གསུམ་པ་ལ་མཚེའུ་ཡོད་ས་དེ་ལ་ཡང་བརྟག་དཔྱད་བྱེད་གང་ཕྱིན་པ་རེད། དེ་གའི་ཆུའི་ནང་དུ་ད་ཆུའི་ནང་ལ་ད་ཕ་ཁོ་ཚོ་ད་མཚེའུ་འགྲམ་ལ་འདུག་ས་བལྟ་དུས་གསུམ་པ་ལ་ཨན་ཆུ་གི་ནང་ལ་ཡང་ཤིང་གི་ཡལ་ག་ཅིག་ཤིང་སྡོང་གི་ཡལ་ག་ཞིག་ཆུ་ཁར་ཡེངས་བཞིན་པ་ལས་ཆུ་ཁར་ལ་དུས་གསུམ་པ་ཆུ་གི་སྒང་ལ་ཡང་འདུག་ས་ཡེངས་བཞིན་པ་ལ་ན་འདུག་ད་ཆུ་སྒང་ལ་ཡང་འདུག་ས་དེ་བདེ་བ་མ་གཏོགས་གཞན་གང་ཡང་མཐོང་གི་མེད། དོན་དུ་ནི། མཚེའུ་དེ་འགྲམ་ལ་ཁོ་ཚོ་ཚང་མ་བྲོས་ནས་ལྟ་དུས་བསམ་པ་ལ། མཚེའུ་གི་སྒང། ན་ལ་ཡ། ཤིང་སྡོང་ཅུང་མ་ཟ་ཡོད་པ་དང་ཤིང་སྡོང་ཡ་ག་དེ། ཤིང་སྡོང་གི་ཡ་ག་དེ་དུ་ཆུ་སྒང་ལ་ཡ་དུ། ཡེང་ཞིག་པ་ཐོ་ཡ་ཙམ་མ་དུ་ཞིམ་པ་ག་ཤའི་ཕ་གི་ལ་ཡ་ཐོ་ཡ་ཡོག་མ་རེད། ཤིང་གི་ཡ་ག་ཆུ་ནང་དུ་ཟགས་ནས་ཅལ་ཞེས་པའི་སྒྲ་གྲགས་པ་དེར་རི་བོང་གིས་བརྟག་དཔྱད་མ་བྱས་པར། བྲོས་པ་ཞེས་དད་ལྡན་ཚང་མ་བློ་བདེ་བག་བའི་ངང་སོ་སོར་གྱེས་ཡོད་པ་རེད། དེང་དུས་བསམ་པ། མཐའ་མ་དེ་ལ་ཁོ་ཚོ་གིས་ད་མཚེའུ་འགྲམ་དེ་ལ་འགྲོ་བརྟག་དཔྱད་བྱེད་དུས་བསམ་པ་ལ་ཡ་ཨེ་ཚང་མ་ཡིས་ག་རེ་ཧ་གོ་བ་རེད་ལབ་ན་ཕ་གི་ལ་ཡ་ཨེ་ནི་ཅིག་ཤིང་གི་ཡལ་ག་དེ་ཆུ་ནང་ལ་ཡ་དུས་མ་ཟག་ནས་ཨེ་ནི་ཅིག་ལ་ནི་འདི་གི་སྒྲ་དུས་ཨ་གྲགས་པ་སི་སྒྲ་གྲགས་པ་ལ་ནི་དེ་འདྲའི་ད་སྒྲ་མ། གོ་བ་ཙམ་ལས་མ་གཏོགས་འདྲ་འདུག། དཔེར་ན་ཤིང་སྡོང་གི་ཡལ་ག་དེ་ཆུ་ནང་ལ་མ་ཟགས་པ་ཡིན་ན་སྒྲ་ཡོད་ཡང་ཡིན་པར་བ་དེ་འདུག་བསམ་པ་ལ། དེ་གི་སྒྲ་གྲགས་ནས་རི་བོང་གི་ད་ག་གས་བཏགས་ཅི་ག་གས་མ་བྱས་བྱས། འདི་ག་ད་སེམས་ཅན་ཞིང་པ་དེ་ཚོ་ལ་ནི་དཔྱད་དུ་གྲོལ་གྲོལ་བྱེད་བྱེད་ལབ་པ་དེ་ནི་ཚང་མ་གི་ཧ་གོ་བ་རེད། དེ་འདུག་བསམ་པ་དོན་དུ་ནི་རི་བོང་གི་བཏགས་ཅི་ག་གས་མ་བྱས་བྱས། དེ་ག་ནི། ཤིང་སྡོང་གི་ཡལ་ག་ཅིག་ཆུ་ནང་ལ་ཟགས་ནས་དིག་གི་སྒྲ་དེ་ལ་ཞེད་ཅིག་ཁུག་གིས་ལྕེའི་ཡོང་སྒོ་སྡུག་སུ་བྱེད་ཅེས་ལབ་པ་མ་གཏོགས་དུས་ངན་ཐོག་ནི་ཁ་སྐད་མེད་པ་དེ་ནི་ཁོ་ཚོ་གི་ཤིང་བུ་རེད། དེར་བརྟེན་ཚང་མ་བློ་བདེ་བག་ཕེབས་ངང་སོ་སོས་གས་བཟོ་དེའི་འདུན་བསམ་པ་ཐ་མ་དེ་ལ་ཡང་ཚང་མ་ནི་བློ་བདེ་བོ་ཆེ་བག་ཕེབས་པོའི་ངང་ནས་བློ་བདེ་བློ་བདེ་བོ་བག་ཕེབས་པོའི་ངང་ལ་ཡང་ནི་ལྷོད་ལྷོད་བྱས་ནས་ཚང་མ་ནི་སོ་སོ་སོ་ནི་འདུག་ནམ་རྒྱུན་ནི་ད་སོ་སོ་བསྡད་ས་ཤོར་བ་དེ་ལ་ཡང་འདུག་གས་ཕྱིན་པ་རེད། འདི་སྒྲུང་འདི་གི་ནང་དོན་གཙོ་བོ་ག་རེ་ཞུས་པ་ཡིན་ན་ཏང་གཙོ་བོ་མི་གཞན་པ་གིས་ཤེས་པ་དེ་ལ་ཡང་མིག་བཙུམ་ནས་དུས་ཚོད་ཏང་གཙོ་ཡིད་ཆེས་གནང་ཡ་ཡོད་མ་རེད་གལ་སྲིད་མི་གིས་ད་ཅི་སྐད་ཆ་ཡིན་ནའི་རེད་ག་རེ་ཡིན་ནའི་རེད་དེ་གའི་ཐད་ནས་ཅིག་བརྟག་དཔྱད་བྱས་བྱས་དངོས་གནས་རེད་འདུག་མི་འདུག་དངོས་ཡོད་རེད་འདུག་མི་འདུག་དེ་ང་ཚོ་གིས་བརྟག་དཔྱད་གནང་དགོས་རེད་མ་གཏོགས་གལ་སྲིད་ད་ལྟ་དེ་ནང་ལ་སྒྲུང་དེ་ནང་ལ་ཡ